དེ་ངོ་བོ་མཚོན་དགོས་རེད་བས། གཅིག་དེ་རེད། ཕ་ཡུལ་ཆོས་འབྱོར་ས་གནས་མི་མང་གི་འཐུས་ཚབ་བློ་བཟང་ཚེ་རིང་ལགས་ཀྱིས་ཆོས་འབྱོར་ས་གནས་མི་མང་དང་རྒྱུན་ལས་ཁག་དྲུག་བཅས་ཀྱི་ཐོབ་ཐང་བཀག་སྐྱིལ་བྱས་པར། དབུས་འོས་བསྡུ་ལས་ཁང་ལ་ཁྲིམས་གཏུག་བྱ་རྒྱུའི་ལས་བྱེད་དོད་ཁྲིམས་ཞིབ་ཁང་ལ་ཕེབས་ཡོད་པ་གསུངས་སོང། ངའི་མིང་འདི་བློ་བཟང་ཚེ་རིང་རེད་ཕ་ཡུལ་ནས་ཡོང་བ་ཡིན་ཕ་བོ་ཕ་ཡུལ་མི་མང་སེར་སྐྱ་ཚང་མ་གི་སྐུ་ཚབ་བྱས་ནས་སྟབས་བདེ་ཅིག་བཅའ་དགོས་འདུག་གསུངས་ནས་ཁོ་ལ་ཡོང་བ་ལན་རྒྱལ་ཡིན། སྐུ་མགམ་བཟང།

མི་དམངས་འོས་སྐུ་བརྙན་ནོར་ཡོད་རེད་འགྲིག་ཡོད་རེད་ཨཱ། ཨཱ་ནི་འོས་བསྡུའི་འགན་འཛིན་ལྷན་ཚོགས་འགྲིག་ཡོད་རེད་ནོར་ཡོད་རེད་དེ་འདྲའི་གང་ཡང་ལས་ཀྱི་མེད། ཨཱ་ངས་ཁ་སང་ཞུས་ཡས་འདི་དངོས་ལ་ངས་ཞུས་ཡོད་རེད། འདི་གི་རྙོག་དྲ་འདི་ལས་སླ་བོ་ཅིག་མེད་བ་ཅིག་གནས་སྟངས་ཅིག་ཆགས་འདོད་རེད། ད་ངས་འདི་རྣམ་པ་ཚོ་ལ་རོབ་ཅིག་ཞུ་ཡི་རུ་ཨཱ་ནི་འདི་གི་རྗེས་ལ་ངས་རྣམ་པ་ཚོ་ལ་ཡ་ཨཱ་ནི་ད་ལྟ Tibet Radio དང།

དང་པོ་འདི་ལ། རྩོད་གཞི་འདི་ག་རེ་རེད། འོད། ཨ་ནི་དྲང་པོ་མེད་བ་ཀྱི་རྩོད་གཞི་ཅིག་ཆགས་བསྡད་ཡོད་རེད། འདི་འོད་འདི་ག་འདི་འོད་རེད་ལབ་བ་ཡིན་ན། སྔོན་འགྲོའི་ཀྱི་འོད་ཨ་ནི་དྲང་པོ་མེད་བ་ཅིག་གནས་སྟངས་ཅིག་གང་ལ་རྩོད་གཞི་འདི་ཆགས་བསྡད་ཡོད་རེད།

འདིའི་གིས། ད་གནས་སྟངས་འདི་འགྲོ་བའི་སྐབས་ལ། ཨ་ནི། འོས་བསྡུའི་གི་འགན་འཛིན་གི་ད་ག་འདྲ། ཐ་མ་ཐག་གཅོད་བྱེད་ཡས་གི་དུས་ཚོད Date Line ལ་ཡོར་བ། དུས་ཚོད་དེ་ཡིན་གྱི་མིན་གྱི་གསལ་བསྒྲགས་བྱེད་དགོས་བར་དཔེར་ན། འདི། ད་ལྟ་ང་ཚོ་སྲིད་སྤྱི་གཉིས་གི་འོས་བསྡུ་འདི་ལ་ཡ། སྔོན་འགྲོ་ལ་ཡ་ཨ་ནི། དམིགས་བསལ་གི་སྲིད་སྐྱོང་ལ་ཡ་ཨ་ནི་བརྒྱ་ཆ་དྲུག་ཅུ། ར་གཅིག་དང་ཚགས་གཉིས་བརྩེགས་ལྔ། ར་བ་དྲུག་ཅུ་ར་གཅིག་ཡ་བརྒྱད་སུ་ན། ཨ་ནི། རང་བཞིན་མེད་བ། དངོས་ཤེས་ལ། སྒྲོ་མ་བསྐུར་བས་ཀྱི་ཨ་ནི་སྲིད་སྐྱོང། འོས་མི་སུ་དགྲ་གཅིག་བརྒྱ་ཆ་དྲུག་ཅུ་སྒང་ལ་ཡ་དྲུག་ཅུ་ར་གཅིག་སྒང་ལ་ཡ་ལན་ཡོད་བ་ཡིན་ན་ཐོབ་ཀྱི་ཡོད་རེད། བྱས་ཙང་འདི་གཞི་བཟུང་གི་ཀོང་སྤེན་པ་ཚེ་རིང་ལ་རྒྱལ་ཁ་ཐོབ་རེད། ད་དེ་འདྲའི་གཅིག་སྐབས་ལ། ད་འདི་གི་རྩོད་གཞི་དེ་ཡར་ལངས་ཡོད་འདུག་ག་ལ། འདི་རྩོད་གཞི་དེ་ལ་ལག་པ་མ་འཆང་ན་འགྲིག་གི་མ་རེད་ཁྲིམས་ཀྱི་ཐོག་ནས་ཡང་འོས་བསྡུའི་གི་སྒྲིག་གཞི་གི་ནང་ལ། བཅའ་ཁྲིམས་གི་ནང་ལ་རེད་སྒྲིག་གཞིའི་ནང་ལ་རེད་ཁོ་རང་ཚོ་འགན་འཛིན་ལྷན་ཚོགས་རང་དབང་སྡེ་ཚན་གྱི་སྒྲིག་གཞིའི་ནང་ལ་ཡིན་ན་རེད་གཉིས་ཀ་ནས་འགལ་གྱི་ཡོད་རེད། འགལ་འདུག་ག་ལ་ད་འདི་མ་ཤེས་རང་ཤེས་བྱ་འདོད་རེད་ད་ཆེས་ཤེས་འདུག་ག་ལ Contradiction དེ་ག་རེ་རེད་ད།

གང་ཡིན་མེད་ལ་མ་ལྟོས་པའི་ཐོག་ནས་དུས་ཚོད་དེ་ལ་སྒྲོ་སྐོར་ཁྲིམས་ཀྱི་ཐོག་ནས་རོགས་ཡིན་ནས། ད་ཁྲིམས་ཁང་ནང་ལ་སླེབས་ནས་ཁྲིམས་ཀྱི་ཐོག་ནས་ད་ག་རེ་ལེགས་རེད་ད་གནས་སྟངས་འདི། གང་ཡིན་ཟེར་ན་ཁ་ཚང་ག་ཆེ་རེད་འོས་བསྡུའི་འགན་འཛིན་གྱི་ཁྲིམས་ཀྱི་གཞི་བཟུང་གིས་ཁོ་རང་ཚོ་ལ་དཔའ་བའི་གི་ཁྲིམས་འདི་གི་ཨ་ནི་ད་ནུས་པ་འདི་མ་བཏང་བྱས་མི་མང་ལ་ཡ་འོས་ཤོག་ད་ད

འོས་ད་ལྟ་སྲིད་སྐྱོང་གི་འོས་གཏན་འབེབས་བྱེད་བྱ་རྒྱུ་འདི་ཨ་ནི་འདི་གང་ལེགས་ད་བབས་ས་དེ་མ་ཏོ་ཡོ་མ་རོ་ད་གང་ད་མ་འགྲོ་གོ་རོ་ད་ད་རྣམ་པ་ཚོ་འདི་ངེད་ཀྱི་ཞུ་འོས་དེ་ཁ་ཚང་ངེད་ཀྱི་ཞུ་འོས་ཡིན་རོ་ད་འདི་རྙོག་དྲ་འདི་པད Complicated ལེགས་རོ་ང་ཚོ་ཨིན་ཇི་ཡིན་ན་དཀོན་རྙོག་ཞུ་ཅི་རེད་ད་འདི་རོ་ད་གང་ད་དོན་གཙོ་བོ་འདི་ག་རེད་ལ་ན་འོས་ཤོག

ཡིན་ནའི་མི་མང་རེ་གཉིས་གཅིག་གིས་རྒྱབ་ལོག་ནས Bank ལ་རྨ་ཆུ་བོད་ཅལ་སོ་སོ་ཁྱི་ནས་སོ་སོ་བདག་པོ་རྒྱག་གི་ཡིན་ལབ་རེད་ད་འདི་དེ་གཅིག་པ་གཅིག་རྐྱང་རེད་ད་སུ་བསྟེམ་གི་རེད་ད་མི་སྒེར་ཁ་ཤས་གཅིག་ཉར་ནས་བསྟེམ་གི་རེད་ཀྱི Bank ཉར་ན་བསྟེམ་གི་རེད་མི་མང་གིས་དམངས་ཀྱིས་སུ་བདམས་གི་རེད Bank བདམས་གི་རོ་འདི་གཅིག་པ་གཅིག་རྐྱང་ད་ལྟ་འདི་ལ་ཡང་འོས་ཤོག་མི་གཅིག་གིས་ཨ་ནི་འོས་ཤོག་ལ་ཡང་ཁྱད་པར་ཞུས་འགྲོ་གི་ཡོད་རོ།

རྩོད་གཞི་འདི་དཔེ་རྒྱ་ཆེན་པོ་གཏིང་ཟབ་པོ་ཞིག་གི་ཆ་དེ་རེད། བྱས་ཙང་ད་ལྟའི་གི་འདི་ང་རང་ཚོ་མི་མང་གི་ནང་ལ་ཡ་སྟབས་ཟིན་ཆེན་པོ་ཅིག་ཆགས་བསྡད་དེ་གནས་སྟངས་འདི་རེད། ད་ཡིན་ན་ད་རེས་ང་རང་ཚོ་ཁྲིམས་ཁང་ནང་ལ་ད་མཇལ་ལ་ཁྲིམས་གི་ཡ་ད་ཁྲིམས་ཐག་ག་རེ་གཅོད་འདུག་ཁོང་ཚོས་དཔང་རྟགས་ག་རེ་བཏོན་འདུག་རེད་བ། འོས་བསྡུ་འགན་འཛིན་ནས་ཡ་ད་དཔང་རྟགས་ག་རེ་ག་རེ་བཏོན་འདུག་ཨ་ནི་འོས་བསྐུལ་བའི་གི་ཨ་ནི

མང་པོ་ཅིག་གི་གནས་སྟངས་ཅིག་ད་ཤེས་ཀྱི་མ་རོ་བ་ང་ཚོ་ལ་ད་ད་རེས་འདི་ལ་ཨ་ནི་ཁྲིམས་ཀྱི་ནང་ལ་ཡིན་ན་ཚང་མ་བསྟུན་དགོས་བྱེད་ཀྱི་རོགས་ད་ཡིན་འདུག་ག་ལ་ངས་ཀྱི་གནས་སྟངས་ག་རེ་ཤེས་ཀྱི་རོ་ལ་ན་རྡོག་རྡོག་འདི་ད་ང་ཚོ་འདི་གི་ནང་གི་བརྒྱུད་ནས་གནས་སྟངས་མང་པོ་ཅིག་ཧ་གོ་གི་རེད། ཁོ་རང་ཚོ་ལ་ཡོད་དེ་བ་ཅིག་བསྟུན་ཡོང་དགོས་བ་ད་མ་གོ་བ་ཅིག་ཡོད་རོགས་འདི་ཚང་མ་བསྟུན་ཡོང་གི་རེད་ཧ་གོ་གི་རེད་མི་མང་ལ་གསལ་བོ་ཞུ་ཅིག་ཧ་གོ་གི་རེད་ད་འདི་རེད་ད། ཡིན་ན་འོས་སྐུ་བས་བསད་དེ་འདི་ང་ཚོ་གཅིག་པུ་སྤྱི་ཚོགས་མ་རེད་འཛམ་བུ་གླིང་གི་ནང་ལ་འགྲོ་གི་ཡོད་རེད་གནས་སྟངས་དེ་ཚོ་འགྲོ་གི་ཡོད་རེད་རྒྱ་གར་ནང་ལ་བྱུང་ཡོད་རེད་སྔ་ཕྱི་བར་ལ་བྱུང་ཡོད་རེད་ད་ལྟ་ངེད་ཅག་བི་ཧར་ནང་ལ་བྱུང་ཡོད་རེད་ག་ས་དེ་བི་ཧར་ས West Bengal ལ་བྱུང་ཡོད་རེད་ད། ཡིན་ན་ད་རིང་འདི་ད་གང་ལྟར་གནད་འགག་འདི་འོ་འདི་འདྲས་ཅིག་རེད་ད་ང་ཚོའི་སྤྱི་ཚོགས་འདི་ཨ་ནི་ཡག་པོ་ཆགས་མ་ཆགས་འདི་ཨ་ནི་རྒྱུ་རྐྱེན་གཅིག་ལ་བལྟ་དགོས་འོ་ད་མ་འོངས་པ་ལ་རེད་བ། འདི་ག་རེ་ལ་ན་ང་ཚོའི་གི་བོད་མི་གི་འཆམ་མཐུན་ཟེར་ཡས་ཏོ་རྡོག་རྩ་གཅིག་དྲིས་འོ་ད་འདི་གཅིག་དྲིས་ཁྲིས་མ་ཐུབ་ན་ཨ་ནི་ང་ཚོའི་སྤྱི་ཚོགས་འདི་དངོས་གནས་ཁོ་རང་ད་དཀའ་ངལ་ཆེན་པོ་ཅིག། ད་ལང་ཀ་དག་མ་སོང་ན་མགོ་བཙུགས་ཡོང་དགོས་རེད། རེད་བ། དེ་འདྲས་ཡིན་འདུག་ག་ལ། ང་རང་ཚོ་གི་ལྟ་བ་ལངས་ཕྱོགས་བསམ་ཚུལ་མ་མཐུན་པ་ཡོང་སྲིད་གི་རེད་ཡོང་གི་རེད་ཡོང་ཆོག་པ་རེད་དེ་ང་རང་ཚོ་གི་དམངས་གཙོ་གི་ལམ་ལུགས་ཅིག་རེད་འགྲོ་སྟངས་ཅིག་རེད།

ཨ་ནི། ད་ལྟ Left དང Right Wing ཟེར་ཡ་དེ་གི་གནས་སྟངས་འདི་མ་སྤེལ་རིམ་ནས་སླད་འགྱོག་ཆགས་བསྡད་ཡོད་རེད། བྱས་ཙང་རྣམ་པ་ཚོ་འདི་མཁྱེན་ཡ་དེ་གལ་ཆེན་པོ་རེད། ང་ཚོས་ཀྱི་གལ་སྲིད་འདི་མཁྱེན་པ་ཡིན་ན། མང་གཙོ་རིང་ལུགས་འདི་མཁྱེན་པ་ཡིན་ན། ཨ་ནི། གཡས་ཕྱོགས་དང་གཡོན་ཕྱོགས་ཀྱི་རིང་ལུགས་འདི་གང་ལ་མཁྱེན་པ་ཡིན་ན། བསམ་བློ་བཏང་སྟངས་འདི་གུ་ཡངས་རུ་འགྲོ་གི་རེད། ང་ཚོ་སྤྱི་ཚོགས་ནང་ཁུལ་ལ་ཡ། འཁྲུག་པ་རྒྱག་གི་མ་རེད། ནང་ཁུལ་ལ་ཡར་འདྲ་ཐོང་ཐོང་བྱེད་ཀྱི་མ་རེད། བསམ་བློ་དེ་རྒྱ་ཆེ་རུ་སླེབས་ཀྱི་རེད། རེད་བ། དེ་འདྲས་ཡིན་དུས་ག་ལ་ང་རང་ཚོ་རྣམ་པ་ཚོས། ཟབ་ཟབ་ཟིལ་ཟིལ་བྱས་ནས་ང་ཚོ་གལ་ཆེ་ཤོས་དེ་ད་ལྟའི་གི་གནས་སྟངས་དེ་ལ་ཡང་ཨ་ནི་རྡོག་རྩ་གཅིག་སྒྲིལ་ཟེར་ཡ་དེ་དང་ཨ་ནི་ལྟ་བ་ལང་ཆོས་བསྟུན་ཅུས་ཅིག་མ་མཐུན་པ་ཡིན་ན་སེམས་ནང་ལ་བཞག་ཡ་མེད་བ། འདི་ཡིན་གཅིག་མིན་གཅིག་བྱས་སྒུག་ཡོད་རེད་ཞུ་ཡ་ཡིན། འོ་འདི་འདྲས་ཡིན་དུས་རྣམ་པ་ཚོ་ཚང་མ་ལ་ཡ་ད་ད་རིང་འདི་འདྲས་ཀྱི་ཡིན་ཨ་ནི་ཚང་མ་ལ་ཚེ་རིང་ལོ་བརྒྱ་ཞུ་ཡ། ཞུ་གཏུགས་སའི་རྒྱུ་མཚན་ད་ང་རང་ཚོ་ཚང་མ་མཁྱེན་ས་རེད་གསལ་བསྒྲགས་མང་པོ་འབྱོར་གྱི་འབྱོར་བསྡད་ཀྱི་ཡོད་རེད་ང་ཚོ་ལ་བལ་ཡུལ་ས་གནས་ཆོས་འབྱོར་ལ་ཐོབ་ཐང་དེ་དམངས་གཙོའི་ཐོབ་ཐང་དེ་གནང་ཡོད་མ་རེད་བ། དེའི་དོན་དོན་ལ་ད་སྤུ་གུ་ངོས་ས་ཕ་མ་རེད་འདི་སོང་ད་དེ་ལ་ཅང་དཔྱད་པ་རེད་ད་གཞན་པ་ཤོད་མཁན་མི་ཚང་མ་ང་ཚོའི་ཡིག་ཐོག་ནང་ནས་ཞུས་བཞག་ཡོད། དེ་ཡང་ཉེ་ཆར་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་བཙན་བྱོལ་བོད་མིའི་སྲིད་སྤྱི་གཉིས་ཀྱི་སྔོན་འགྲོའི་ཡུལ་སྡོད་སྐབས། ཕ་ཡུལ་ཆོས་འབྱོར་ས་ཁུལ་ནས་ཡུལ་སྡོད་སྒྲིག་གཞིར་དགེ་གཙོས་ཚབ་འཇུག་བྱུང་བའི་ངོས་འཛིན་འོག་དབུས་འོས་བསྡུ་ལས་ཁང་གིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་ཆོས་འབྱོར་ས་གནས་མང་ཚོགས་ལ་དངོས་གཞིའི་ཡུལ་འཕངས་རྒྱུའི་ཐོབ་ཐང་ཕྱིར་འཐེན་གནང་རྒྱུའི་ཐག་གཅོད་གནང་ཡོད་པ་ལྟར། སྤྱི་ཚོགས་ནང་གནད་དོན་འདིའི་ཐད་སེམས་འཚབ་ཀྱི་ལབ་གླེང་ཤུགས་ཆེ་བྱུང་བ་དང་ལྷག་པར་དུ་ཆོས་འབྱོར་ས་གནས་མི་མང་གིས་ཡིག་ངག་གཉིས་ཐོག་ནས་རེ་སྐུལ་ནན་པོ་ཞུས་པ་མ་ཟད། དེ་རིང་ཉིན་རྒྱབ་ཆ་ཚོད་གསུམ་པ་ཡོལ་ཙམ་ལ་ཆོས་འབྱོར་ས་གནས་མི་མང་གི་འཐུས་ཚབ་ཞུ་འབྱོར་བ་བློ་བཟང་ཚེ་རིང་ལགས་དང་ཁོང་གི་ཁྲིམས་རྩོད་པ་བཅས། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་དབུས་བོད་མི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཁྲིམས་གཏུག་གི་ཞུ་སྙན་ཕུལ་བར་བྱེད་ཕྱག་ཞུ་གནང་སོང། ཀྲང་ནམ་པོ་ཚེ་མཁྱེན་ས་རེད། ཆོས་འབྱོར་ཡོད་སའི་མི་མང་གི་ཐོབ་ཐང་དེ་འཕྲོག་པ་རེད་བ། རྒྱུ་མཚན་དེ་མ་གཏོགས་གཞན་དག་སྐད་ཀ་ཡོད་མ་རེད་ད་གཞན་དག་རྒྱུ་མཚན་སྐད་ཡོད་མ་རེད་ང། མི་མང་ང་ཚོ་མུ་མཐུད་ཡུལ་བས་ཚོ་ནས་དེ་འཕེལ་འགྱོར་བ། ད་འདི་ནམ་པོ་ཚོ་འདི་ནང་མ་རེད་འདི་ནང་ལ་ཆ་ཚང་ཡོད་བ་རེད་ག་རེ་ཡིན་ན་ཚང་མ་ཆ་ཆེན་ཆ་ཚང་ཡོད་བ་རེད། འདི་ཤེས་གསུང་རང་འགྲོ་ཡ་རེད་མ་གཏོགས་ང་ཚོ་ང་མི་གཅིག་གིས་འདི་བཤད་མཁས་མ་མི་མང་ཡོངས་རྫོགས་མི་མང་ཉུང་ཉུང་མ་རེད་ད་མི་མང་སྟོང་ཕྲག་སྟོང་ཕྲག་སྐད་ཆ་རེད་འདི་ཡིན་འདི་བརྩམས་པ་འདི་ག་རེ་ཡིན་ནམ་ཚང་མས་ཀྱི་འདི་མཁྱེན་དགོས་ཀྱི་རེད་བ། ག་ལ་ག་ལ་བོད་ཡུལ་ནང་ལ་ཅིག་ཐུགས་འགན་ག་རེ་བཞེས་ཡོད་ན་ཅིག་ཚོགས་པ་དེ་འདྲའི་གཉེར་གྱི་ཡོད་ན་ཡང་ག་འདྲ་ཡིན་ན་ག་རེ་ཡིན་ནམ། ང་ཚོགས་པ་ཟེར་མཁས་མ་རེད་ང་མི་མང་དཀྱུས་མ་ཞིག་རེད་ལོ་འགན་འཁོར་རེད་ད་ཡིན་ན་འགྲོ་མཁན་དུ་མི་མི་མང་ཚོ་འགྲོ་མཁན་མེད་དུས་བརྩམས་པ་བལ་ཡུལ་ནང་ལ་དཀའ་ངལ་ག་རེ་ཡོད་ཟེར་ན། ལག་རྗེས་མེད་པའི་དཀའ་ངལ་མང་པོ་ཡོད་རེད་བ། ད་ང་ལ་རྣམ་དཔྱོད་རྣམ་དང་རྡོ་ཡི་ལག་རྗེས་ཡོད་དེ་རྒྱུ་མཚན་དེ་འདྲས་ལ་བརྟེན་ནས་ང་བཏང་རུང་ཧིན་མི་རྒན་གོ་ང་རྒན་ཡོད་དོན་ཚར་གི་ཡོད་མ་རེད། ད་ལྟའི་ཆ་ལ་ད།
པོ་བློ་བཟང་ལགས་ཁོ་རང་ད། ནེ་པལ་ཆོས་འབྱོར་ཞིག་ན་ཞི་བྱ་ནས་ཕེབས་ཡོད་རེད་ད་ཁོ་རང་གིས་ནི། ད་ང་ཚོ་ད་མགོ་ཆ་བཟོ་ར་ང་ཚོ་ལས་ཁུངས་ལ་ནི་ཁྲིམས་རྩོད་དེ་ད་ན་བོ་ཏིང་ར་ཡིད་ཀྱི་དེ་སྐོར་ལ་རེད། ད་ནི་ད་ང་ཚོ་གི་ད།

གཙོ་བོ་འགྲོ་གི་འདི་ལྟ་ང་ཚོས་ཀྱི་ཡིག་ཐོག་ནས་ད་ལྟ་ཁོ་རང་ཚོ་ཀྱི་གོ་དོན་འདི་གའི་ཚང་མ་ལོ་ཡིག་ཐོག་ནས་ཕུལ་ཡས་དེ་རེད་ད། གང་ལྟར་ཁྲིམས་ཀྱི་ནང་ལོགས་ལ་ད་འདི་ངོས་བཞེས་གནང་དང་མ་གནང་ཟེར་འདི་ཁོ་རང་ཚོ་ཀྱི་ད་དུས་ཚོད་ངེས་ཅན་ཞིག་གི་ནང་ལ་ཕུལ་ཟེར་གསལ་བསྒྲགས་གནང་དོ་ཁོ་པ་རེད་ནས་ད་རིང་དེ་ལས་ཕུལ་ཡས་འདི་ད་ཞུ་སྙན་དེ་ཕུལ་ཡས་ཙམ་རེད།

དགུ་པ་དང་བཅུ་བ། བཅུ་གསུམ་ནང་དོན་གཞིར་བཟུང་ཐོབ་ཐང་བཀག་བསྐྱིལ་བྱས་པའི་གནད་དོན་སྐོར་ལ་རེ་བྱ། གནད་དོན་དེ་དང་འབྲེལ་འདི་ག་རླུང་འཕྲིན་ཁང་གིས་དེ་རིང་ཉིན་རྒྱབ་ཏུ་དབུས་ཡུལ་དུའི་སྤྱི་ཁྱབ་འགན་འཛིན་སྤྱི་ཟུར་བློ་བཟང་ཡེ་ཤེས་ལགས་སུ་བཅར་འདྲི་ཞུས་སྐབས། བཅའ་ཁྲིམས་ནང་ལོགས་ལ་ཡང་མཐུན་རྐྱེན་ཡོད་རེད་བ། འོས་བསྡུ་སྒྲིག་གཞི་དེ་བཅའ་ཁྲིམས་ནང་ལ་ཡོད་རེད། དེ་ཡིན་དུས་སམ་ང་ཚོས་ནོར་བ་ཡོད་པས་ནི་ང་རང་ཚོས་དཔེ་ལྟར་འོས་བསྡུ་ལས་རིམ་གང་ལ་གང་བྱས་རྗེས་རང་སྣང་གང་འདྲ་ཡིན་ཟེར་ཞུས་ས་ཡོད་མ་རེད། ཉེ་བའི་ཆར་དུ་ཁྲིམས་ཆད་གང་ཡོད་ཡོད་རེད་བ། ཡང་ཁོ་རང་ཏག་ཏག་འགྲོ་དགོས་ངོས་སུ་ད་ང་ཚོས་ཀྱི་ཐབས་ཤེས་གཞན་པ་གང་ཡང་ཡོད་མར་འོས་ཤོག་ཆ་ཚང་ཚུར་བཏང་རོགས་བྱེད་ཟེར་རེད་འོས་ཤོག་དེ་བལྟས་ཡོང་དུས་བསམ་པ་ད་འོས་ཤོག་ནང་ལོགས་ནས་དེབ་ན་ང་ཚོ་ས་གནས་ས་ཐོག་ནས་ཞུས་དེ་ཁག་ཅིག་གིས་མི་གཅིག་གིས་འོས་མང་པོ་བླུགས་སོང་ཟེར་ཡ་འབྱོར་བ་ད་འདི་ཡིན་པས་ན་ཁོ་མི་གཅིག་གིས་ཡིག་གཟུགས་རང་བྲི་དགོས་ཡོད་དུས་སམ་ཡིག་གཟུགས་ནས་བཏང་ནས་ག་ལ་ག་ཚོད་མི་ཚོད་ཕག་ཐིག་རེད་བ། འདི་བྱས་རྗེས་ང་ཚོ་ཆ་ཚང་ཐོབ་ཆུ་ལེགས་འདི་ཤེས་སོང་ང་ཚོ་ཁ་ཚང། བཀའ་ཡག་གི་ཐག་གཅོད་བྱས། དེ་བྱས་ཚར་བའི་རྗེས་ལ་ཡང་ཨ་ནི་འབྲེལ་ཡོད་ཀྱི་ཨ་ནི་གང་ལྟར་དེ་སྔ་ངོས་ལེན་མེད་པ་དེ་འདྲས་ཡང་ངོས་ལེན་བྱས། ང་ཚོ་ནི་འགྲུལ་ཤོར་ཡོད་ཀྱི་རུ་བ་ཟེར་ཡག་འདྲ་བོ་དེ་འདྲས་དང་ཨ་ནི་ཆ་ཚང་ངོས་ལེན་བྱེད་ཐུབ་ས་མར་ཟེར་ཡག་དང་དེ་འདྲས་བཀའ་མོལ་ཅིག་བྱས་ཨ་ནི་ས་གནས་ས་ཐོག་ནས་ཡང་ང་ཚོ་གིས་ཐུགས་རྗེ་གཟིགས་ས་གནས་རང་ལ་ཅིག་ཞིབ་འཇུག་ཅིག་བྱེད་རོགས་བྱས་ཨ་ནི་དེ་ནས་འོས་འཕེན་ཡང་གོ་སྐབས་གནང་རོགས་གནང་ཞེས་བྱས་དེ་འདྲས་ལས་རིམ་ཅིག་འགྲོ། དེ་འདྲའི་དུས་ཚོད་འདི་སྟ་རེ་གཉིས་རྩ་བདུན་ནས་བྱས་རྗེས་སྟ་རེ་གཉིས་རྩ་བརྒྱད་ལ་ང་ཚོ་ངག་ཐོག་ནས་མང་བཀོད་ཁྱབ་དམིགས་བསལ་བཏང་ཡོད་མ་རེད་ངག་ཐོག་ནས་ཁོ་རང་ཚོ་ལ་ཡང་ད་འགྲིག་འདུག་ཡིན་ན་འོ་ན་ཞིབ་འཇུག་བྱེད་ཀྱི་ཡིན་ད་ལྟ་ཁྱེད་རང་ཚོ་གསུང་བ་ན་ཞིག་ཨེ་ནི་ང་ཚོ་འོས་བསྡུ་ཡ་བྱེད་ཐུབ་བ་བྱེད་ཀྱི་ཡིན་ཟེར་བྱས་རྗེས་དེ་འདྲ་ཅིག་ང་ཚོ་ངག་ཐོག་ནས་གསུང་ཚར་ད་གྲལ་སྒྲིག་བྱེད་ཡ་ཐོག་ལ་ཡ་ཉི་མ་རེ་རེ་ཕ་གའི་ས་གནས་ས་ཐོག་ལ་ཡ་གྲལ་སྒྲིག་བྱས་ཡོད་འདུག་ས་མ་ལ་ཡ། ད་ཉི་མ་གཅིག་ཡོལ་བས་སོར་ཡང་ཉི་མ་གཅིག་ཡོང་ས་མ་རེད་ཟེར་དེ་འདྲས་རྐྱང་རྐྱང་བྱེད་བྱེད་ག་འདིར་ཐ་མ་ཐ་མ་འདི་ལས་སྟ་རེ་གཅིག་ཤོ་གས་འདི་ལས་ད་ཅིག་ས་གནས་ཀྱི་ཕྱག་གྲུ་མཉམ་འདི་གནང་ཐུབ་ས་རེད་གནང་ཐུབ་ས་མ་རེད་ཞིབ་འཇུག་ཚོགས་ཆུང་ནང་བསྡད་ཀྱི་མེད་ང་ཚོ་རྒྱབ་སྐྱོར་བྱེད་ཐུབ་ས་མ་རེད་ཟེར་དེ་གནས་ཚུལ་མང་པོ་བྱུང་ཡོད་ཆ་ཚང་ང་ཚོ་དེ་ཡོད། བཀའ་མོལ་གནང་རྒྱུ་ཆ་ཚང་དང་པོ་ཆུང་ང་ཚོ་རེཀོར་ཏིང་བཞག་བཞག་ཡོད། དེ་ཡིན་དུས་ཐ་མ་འདི་ལས་སྟ་རེ་གཅིག་ཤོ་གས་འདི་ལས་ད་འགྲིག་ས་རེད་ཟེར་བྱེད་བྱེད་ཧ་ལམ་ད་ཅིག་ཁོང་ཚོ་གནང་གི་ཡོད་མ་འགྲིག་པ་བྱེད་བྱེད། ད་འདིའི་ཐོག་ལས་སྒྲིག་བཤིག་རྒྱལ་མ་གིས་ང་ཚོ་གསལ་བཤད་བྱས་ཞུས་ཆོག་རེད་པ། འདི་གཅིག་རེད། ཆ་ཚང་འདིའི་ཆེད་ཚོགས་ཆུང་བཙུགས་ཚོགས་ཆུང་ནང་ལོགས་ལ་ཡང་ཨ་ནི་ཅིག། ང་རང་ཚོ། དམིགས་བསལ་ཡང་ས་གནས་ས་ཐོག་གི་ས་གནས་འཐུས་ཚོགས་རྣམ་པ་ཚོ་རེད་རང་འདོད་ཚོགས་ཆུང་རེད། ད་ཨ་ནི་ཅིག་ས་གནས་རང་གི། ཉེ་འཁོར་གྱི་ཨ་ནི་གང་ལྟར་ཅིག་ཆ་ལས་གནང་ངེས།

ད་འདི་འདྲས་སྨྲ་ན་རྣམ་པ་ཚོ་ཅིག་གཟིགས་དང་ཟེར་བ་ཅིག་གང་ལྟར་མང་ཚོགས་རེ་འདང་ནས་ཅིག་ང་ཚོ་ཞིབ་འཇུག་ཚོགས་ཆུང་བཅས་བཙུགས་གི་ཡོད་རེད་ཆ་ཚང་མུ་མཐུད་འགྲོ་ཡ་དེ་གལ་ཆེན་པོ་རེད་ཤག་ཅེས་ཞུས་འདུག་ངས་གང་ལྟར་ས་གནས་ས་ཐོག་ལ་ཡང་གང་ལྟར་ད་རྒྱབ་སྐྱོར་མེད་ཟེར་འདུག་འབྲེལ་ཡོད་ཅིག་ད་ཁོ་རང་རྒྱབ་སྐྱོར་མེད་བས་ན་འདི་ནང་ལ་ཡང་གནང་ཐུ་ཡ་གོ་རེ་མ་འདུག་ས་གནས་དེའི་ནང་ལོགས་ལ་ཡང་མ་ཟད་ལས་བྱེད་ཚོ་ལ་ཡང་རྒྱབ་སྐྱོར་གནང་འོ་མ་རེད་ད་ཟེར་ཅེས་མཐུན་རྐྱེན་རྒྱག་རྒྱུ་འོ་མ་རེད་ད་ཟེར་ཅེས་འདི་འདྲས་བཀའ་མོལ་ཟེར་ན་རེད།

འོས་བསྡུ་འགན་འཛིན་གྱིས་སོང་ཙང་དེ་ནས་ཡིག་ཐོག་ནས་བཏང་ལ་ཟེར་བཞིན་ཁོ་རང་གིས་ཡིག་ཐོག་ནས་གནང་ང་ཚོའི་བར་ཡིག་ཐོག་གནང་བྱས་ཡོད་ན་ཇི་བདེན་ཡིན་ཟེར་གང་ཡིན་ཟེར་ན་ད་དུས་ཚོད་ཡོད་མ་རེད། སྣམ་བུ་ཚོ་མཁྱེན་དགོས་ཅིག་ང་ཚོའི་ས་གནས་ས་ཐོག་གི་ཆབ་སྲིད་ཀྱི་གནས་བབ་ཀྱི་ཐོག་ནས་ཧ་ལམ་ཟླ་བ་གཅིག་ལྷག་སྔ་ནུར་བྱས་རྗེས་ལྷོད་ལྷོད་བྱེད་ཅིག་སྣམ་བུ་ཚོ་གནང་ཞོར་ཟེར་གང་ཡིན་ཟེར་ས་གནས་ས་ཐོག་ལ་ཡ་གཅིག་ད་རེས་ཅིག་ཆ་ཤས་ཡོད་དུས་སམ་ཡ་འདི་དགའ་འགྲོ་ཡ་འདི་ནས་གནས་ཚུལ་མང་པོ་ཡོང་དུས་ས་གནས་ལ་ཡ་འདི་ཡོད་འདུག་སེམས་པ་ལ་ཡ་དུས་ཚོད་རིང་པོ་ཞུ་ཅིག་ཐོག་ནས་སྒོར་གྱི་ཡོད་དུས་སམ་ད་ལན་འདྲ་བ་བྱིན་སྤེལ་ནས།

ད་ད་འདྲ་དེ་གལ་ཆེ་ཤོས་ཤིག་སང་ཉིན་ང་ཚོ་འོས་བསྡུའི་གྲངས་བཤེར་གྱི་ལས་རིམ་དོན་དང་འབྲེལ་ཏེ་བྱེད་དང་བྱེད་བཞིན་པ་རེད། འདི་ཚར་བ་དང། ཨ་ནི་ད་རེས་བཅུ་གསུམ་ཉིན་མོ་དེ་ང་ཚོ་ད་གྲུབ་འབྲས་གསལ་བསྒྲགས་གནང་དགོས་རེད་བ། དེ་མ་གནང་སྔོན་ལ་ཡང་ཨ་ནི་གནད་དོན་འབྲེལ་བ་ཡོད་པའི་གནད་དོན་རྣམ་པ་ཚོ་དྲིས་པ་ཡོད་ན་རེད། ང་ཚོས་གསལ་ཤོས་བྱེད་དགོས་པ་ཆ་ཚང་ཕྱི་གསལ་ནང་གསལ་རང་རེད་བ། ཨ་ནི་དེ་ཕྱི་གསལ་ནང་གསལ་བྱས་པའི་བརྒྱུད་རིམ་གྱི་ཐོག་ནས་མ་འོངས་པ་ཅིག། གར་བ་བཅས་ལ་གནོད་མ་གནོད་གསལ་བཏང་ཚུལ་ཞུས་ཚེ་ཐེངས་མར་བ་དེས་འདི་མ་བྱས་པས་ན་ཨ་ནི། བོད་མི་སྒྲིག་འཛུགས་ཀྱི་དབུས་འོས་བསྡུ་ལས་ཁང་གསན་བཞེས་འགྲོ་བྱེད་འགྲོ་བས་ན། མ་འོངས་པར་འོས་བསྡུ་ནང་ཕྱག་ལས་ལ་ག་འདྲ་བྱེད་ལེགས་ཀྱི་རེད། མང་ཚོགས་ནས་དེ་ལས་ཡིད་ཆེས་ག་འདྲ་འདྲ་བྱེད་ལེགས་རེད་དེ་དཔེ་གལ་ཆེན་མོ་སོང་མཐོང་གི་འདུག་ད་དེ་རིང་དེ་རྣམ་པ་བཟོ་ད་ཁེ་སང་ནས་འདུག་ཕེབས་བསྡད་ད་ང་ཚོའི་བསམ་བློའི་ནང་ལོག་ལ་ཡ། ལ་ཕ་ཇོ་ནས་འོས་བསྡུ་འདི་ལ་དོ་པོ་ད་ཡང་འབད་བརྩོན་ཧུར་ཐག་གནང་གི་ཡོད་རེད། ང་ཚོའི་ལས་འགན་འདི་འོས་བསྡུ་དེ་བྱེད་ཐུབ་པའི་ལས་འགན་འདི་ང་ཚོའི་ལས་གཞི་འཇམ་པོ་ཐོག་ནས་སྤྱི་ཚོགས་མ་འཁྲུག་ཡ་ཆེད་དུ་དེའི་འདི་བསམ་བློ་བསྐྱང་བསྐུམ་བྱས་ཏེ་ཨ་ནི་གཅིག་གསལ་བཤད་བྱེད་དགོས་ཡིན་ནི་མ་གཏོགས་ད་ལྟ་བུ་དུ་ང་ཚོ་གསལ་བཤད་བྱེད་ཐུབ་ཡ་ཆ་ཚང་འགྲོ་གཅིག་ད་ས་བགོས་ལྷན་ཚོགས་ཐེངས་མ་ག་ཚོད་ཚོགས་རེད་པ། དེའི་སྐབས་ཡ་དྲི་བ་གང་ཡོད་པ་ཆ་ཚང་ད་ལན་ཡིན་མིན་ནི་འཇུག་སྡོམ་ལ་ཡ་ང་ཚོ་ཆ་ཚང་ལན་བསྐྱོན་གི་ཞེས་བྱས་ན་མ་གཟུ་ཞུ་ཡ་ནི་མ་གཟུ་ཚང་སྙིང་ཐག་པ་འཐོར་ཅི་ན་ཞུ་ཡ་ཡིན་ལབ་སོ་ད་ལན། ད་ད་ལྟ་བོད་ཡུལ་ནང་གི་རྣམ་པ་ཚོ་ལ་ཞུས་པ་ཡིན་ན། སྔོན་འགྲོ་སྐབས་ནས་བཟུང་ནས་ཡང་སྤྱི་བཏང་གི་འོས་བླུག་སྟངས་འདི་ཁྱོན་ནས་འགྲིག་ཡོད་མ་རེད། ང་འོས་བསྡུ་ཚོགས་མི་ཞིག་བྱས་པའི་ཆ་ནས་འདའ་རྣམ་པ་ཚོ། གང་ལ་སི་ཏུ་གང་ལ་ཡ། བོད་ཡུལ་ནང་གི་སྔོན་འགྲོ་སྐབས་ནས་བཟུང་ནས་གར་བྱས་པར་སི་ཏུ་ག་ལ་ཡ་མི་ཚང་ནང་ནང་ལ་ཤུགས་བསྐྱལ་བཞག་རེད། མི་ཚང་རེ་རེ་ནང་ལ་ཡ། ཤུགས་བསྐྱལ་བཞག་རེད། ད་མི་ཚང་རེ་རེ་ནང་ལ་ཡ་ཉུང་མཐའ་ལ་ཡ་མི་གཉིས་གསུམ་དུ་ཡོད་པར་བ། མང་མཐའ་ལ། མི་བརྒྱད། ཡོད་རེད། མང་ཐ་ལ་ག་ཤེད་ན་མི་བཅུ་ཡོད་འགྲོ་ངས་བསམ་པ་ལ་རོ། ད་ང་རང་ཚོ་སྤྱི་ཚོགས་ནང་ལ་ཡ་གེ་འགོག་ཡི་གེ་མ་ཤེས་མཁན་ག་ཚོད་ཡོད་རེད། མི་མ་གཏོང་མཁན་མང་པོ་ག་ཚོད་ཡོད་རེད། དེ་ཤེས་ན་གེ་སོ་གང་དེ་འགྲོ་ཡོད་རེད་བ་ཉོན་ཅིག་གེ་འགོག་ལོ་དྲུག་ཅུ་བདུན་ཅུ་བརྒྱ་ཅུ་བརྒྱད་ཅུ་དེ་འགྲོ་ཡོད་ལོ་དགུ་བཅུ་དྲུག་ཅུ་དེ་འགྲོ་ཡོད་རེད། དེ་ག་རང་བཞིན་གྱི་ཡི་གེ་ཁྲིད་མ་ཤེས་མཁན་ག་ཚོད་ཡོད་རེད་ད་སྤྱི་ཚོགས་ནང་ལ་རེད་བ། ད་བོད་ཡུལ་ཙམ་མ་རེད་ཆོས་འབྱོར་ཙམ་མ་རེད་ང་ཚོ་སྤོག་ར་ཁུལ་ལ་དེ་ག་རང་རེད།

རེད། རེ་བ་གཅིག་པུ་གཅིག་རྐྱང་རེད་དེ་ག་རང་བྱས་པ་རེད། དེ་བྱེད་དུས་ག་ལ་ཕོད་ང་རང་ཚོ། སྔོན་འགྲོ་དུ་ཡག་པོ་བླུགས་མ་སོང། མ་ཕན་བྱས་ཤག། སྤྱི་ཚོགས་དྲ་ལམ་བརྒྱུད་ལ་ཡ། མི་གཅིག་གི་དཔེ་ཡིག་སུག་གཅིག་པུ་ཅན་མང་པོ་འདུག་ད་མམ་དོན་སུ་བ། བ་ཡུལ་སྤོག་ར་འཇོག་ལ་གི་མཚམས་དེ་ག་རང་རེད། བྱས་བྱས་གཅིག་པུ་གཅིག་རྐྱང། རེ་བ་གཅིག་པུ་གཅིག་རྐྱང་རེད། དེ། དེ་ཙམ་མ་རེད་རྣམ་པ་ཚོ། སྔོན་འགྲོ་གི་འོས་ཤོག་བླུག་ཚར་བྱས་ལ་རེ་ད་ཉི་མ་གཅིག་གཉིས་བྱས་ལ་ཡ། ང་ལ་སྐད་ཆ་ག་རེ་སླེབས་བར་སེ་འདུག་གང་ལེ་ཡ། བ་ཡོད་མཆོད་རྟེན་ཁུར་ལ་འབོག་རྟ་ཁུར་ལ། དཔེ་ཤག་སྤྲད་ནས་འོས་བླུག་བཅུག་གི་འདུག་བཤད་པ་རེ་ད། དཔེ་ཤག་སྤྲད་ནས། ད་ནམ་རྒྱུན་ངས་བ་ཡོད་ཐོག་ལ་ཅིག་བཤད་འདུག་ག་ངས་ཅིག་བཤད་ན་ཁྲེལ་ཨེ་ཉེ་སླ་བའི་དཔང་རྟགས་འགས་ཡོད་པས། དཔང་རྟགས་མེད་བ་ལ་ངས་བཤད་ཐུག་མ་རུ་བ། དེ་ཡིན་འདུག་གང་ལེ་ཡ། ང་ལས་དཔང་རྟགས་གུག་ཡོད། དཔང་རྟགས་ཡོད་ན་ངས་ཤེས་ཀྱི་རེད་ད། དཔང་རྟགས་མེད་ན་ང་ཤེས་ཀྱི་མ་རེད་བ། དེ་དུས་ངས་ཤེས་མེད་དེ་ག་བ་རེད་བ། ང་དཔང་རྟགས་གུག་མེད་ཀྱི་གཅིག་བྱས་ཆ་གཉིས་བྱས་ཆ་ཡག་པོ་མི་འདུག་བ། ད་དཀར་གཙང་སྤྱི་ཚོགས་དྲ་ལམ་ནང་དུས་འགོ་དོ་བ་རྣམ་པ་ཚོ། རྒྱ་སྐྱེད་མདུན་ལམ་ནང་ལ་ཡ་དགོན་པ་ཁག་བཅུ་གཅིག་ལ་དཔེ་ཤག་སྤྲད་བཞག་ཟིག་འོས་བླུགས་བཅུག་ཅིག་དཔེ་དེ་འདྲ་ཞིག་བྱས་བཞག་འབུམ་གཅིག་དང་སྟོང་ཕྲག་དྲུག་ཅུ་བདུན་ཅུ་དགོན་པ་རེ་ལ་སྟོང་ཕྲག་བཅུ་བཅུ་གཅིག་ཉི་ཤུ་དེ་སྤྲད་ཟིག་ཤེས་ཀྱི་འདུག་བ།

སྐད་ཆ་འདི་རེད་བ་ད། དེ་སུན་ཏྲ་ཅན་ན་སྐད་ཆ་དྲིས་རེད་བ་ད་དེ། ལས་ཀ་ཤི་ཏག་ཏག་བྱས་མེད་བ་ཅི། དངུལ་ཆད་བླུག་མ་བྱུང་ན་སྔོན་འགྲོ་དེ་རྩིས་མེད་བཏང་གོ་རུ་བ་དེ་གྲོས་ཚོགས་ནང་ཀ་མེད་བྱུང་སོང་བ་དེ་རྩིས་མེད་བཏང་མ་སོང་བ། སྲིད་སྐྱོང་བརྒྱ་ཆ་དྲུག་ཅུ་ལོན་རེད་ཟེར་འདུག་བ་ལ་ཡ་སྲིད་སྐྱོང། བསྟན་པ་ཚེ་རིང་ལ་རྒྱལ་ཁ་ཐོབ་པར་ད། ད་ཁ་ཚང་དེ་ལ་ཡ། དངུལ་ཆད་བླུག་བཅུག་གི་མེད་སྔོན་འགྲོ་བྱེད་ཡག་པོ་བྱས་མི་འདུག་ཟེར་གོ་རེད། ད་དེ་དག་ཚུན་སུ་བས་ཚུན་མ་སོང་བ་ང་རང་ཚོ། སུ་འདྲ་བྱས་ན་ཀླད་པ་རྣམས་ཀླད་ཡུར་བ། དག་དང་བྱད་མེད་བ་ཅན་འོད་དུ་ལས་གང་གིས། ད་དེ་རེད། འོད་དེ་འོད་ལྡེམ་གྱི་གྲུབ་འབྲས་ཀྱིས། ད་ཅིག། རྨང་གཞིར་མ་ཅིག་ཨེ་འདྲ་ལྟ་ཡང་འདུག་གང་ལ་ཡ། ཨ་ཙེ་མོ་སྙམ་པ་ཞིག་བཙལ་འདུག་དྲན་སོང། ངས་ས་གནས་ལ་ཡལ་ག་ཤས་ཅན་ཞུས་པ་ཡིན། ཁྱོད་རྟག་ཏུ་བསྡད་མ་སོང། དེ་འདྲ་བྱས་ན་དེ་འདྲ་དེ་འདྲ་རྩེད་མོ་དེ་འདྲ་བཙལ་དེ་འདྲ་ཞིག་ལས་གི་རེད། ཁྱོད་ཁོ་ཚོ་ག་ཤེད་ག་ཤེད་གི་འདུག། འོད་དུ་ལས་གང་ལ་ཡ་ཕལ་ཆེན་གང་ནས་མ། བཀའ་རྒྱ་བཏང་ཡོད་སྲིད་གི་རེད། སྡིག་སྒྲ་བཏང་ཡོད་སྲིད་གི་རེད།

སྤོག་ར། ཚང་མ་གི་འོད་དེ་རྩིས་མེད་བཏང་དགོས་ཏེ་ངེས་པར་དུ་གལ་ཆེན་པོ་ཆགས་ཀྱི་ཡོད། ག་ལ་ལས་འདུག་ག་ལ་ཡོད་ད་ལྟ་ཕྱི་ལས་ཡོད་མ་རེད་འོད་ཀྱི་དྲང་བཞེས་བླུག་སྟངས་དང་བཅས་པ་ཚང་མ་ལོ་པའི་ཁྲིམས་འགལ་ཁོ་ར་བྱས་ཡོད་ད་ལན་འདི་ལ་རེ་བ། དེ་ག་ནང་བཞིན་གྱི་ད། ཞབས་རྒྱག་ཕེབས་མཁན་རྣམ་པ་ཚོ་དགོངས་པ་ཡག་པོ་བཞེས་གནང་ད་རེ་བ། སྲིད་སྐྱོང་ནས་འདྲ་འདུག་སྤྱི་འཐུས་ནས་འདྲ་འདུག་དགོངས་པ་ཡག་པོ་བཞེས་གནང་རེ་བ་རྣམ་པ་ཚོ། ང་རང་ཚོ་སྤྱི་ཚོགས་རྙོག་གླེང་འདི་འདྲའི་ནང་ནས། གལ་སྲིད་འདི་འདྲ་ཞིག་འཕེལ་བ་ཡིན་ན། སོ་སོའི་ངོས་ནས་ཡང་ཚོར་བ་ག་འདྲ་ཞིག་ཡོང་ས་རེད། མ་མི་མང་ལ་ཡང་མ་ཁ་ཞིག་གཏད་ནས། མ་བསྟན་ནས་གཏམ་བཤད་བྱས་བ་ལས་སོ་སོ་ང་ལ་ཚོར་བ་ག་འདྲ་བྱུང་ས་རེད། འཚམས་གཟིགས་སྐབས་ལ་ཡང་ག་འདྲ་བྱུང་ས་རེད། དགོངས་པ་རྒྱ་ཆེན་པོ་བཞེས་པའི་ཐོག་ནས་ར་བ་སྤྱི་ཚོགས་ཀྱི་ལྷིང་འཇགས་ཆེད་དུ་སོ་སོའི་ངོས་ནས་ཡང། དབུས་འོས་བསྡུ་ལས་ཁང་ནས་གཙོས་པའི། རྣམ་པ་ཚོ་ཚང་མ་ལོག་ལ་ཡ། འོ་ན་གོང་པོ་རྒྱ་ཆེན་པོ་བཤད་རོགས་ཞེས་ངས་འདི་ཞུས་གཅིག་ཡིན།